སྐྱབས་གནས་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། གང་འོམ་བཀྲ་ཤིས་པར་གྱུར་ཅིག་བཀྲ་ཤིས་བདེ་ལེགས་དང་ལྡན་པར་གྱུར་ཅིག། དེ་ནས་བླ་རྟགས་སེ་ལོ་སར་ལ། ཟངས་དཀར་ཆོས་སྐུ་ཚོགས་གསོལ་ཆོག་ནས་དེ་ནས། སྙིང་ནས་བཀྲ་ཤིས་བདེ་ལེགས་བཞུགས་ཚེ་བཟང་སྙམ་པོ། དེ་ནས་ང་དང། ད་གི་ཚུགས་ཀ་ཟངས་དཀར་རེ། དེ་ནས། དགོན་སྡེ་ཁག་སོ་སོས་དེ་ནས་དབུ་སྐྱོང། དེ་ནས་དགེ་བཤེས། རྒན། བསྟན་འཛིན་དགེ་ལེགས་གཙོས་མཛད་པའི་དེ་ནས་ཟངས་དཀར་རེ་དགོན་སྡེ་ཁག་གི་དེ་ནས།

དག་གཙང་སར་ཕྲུ་གུ་འཚོགས་སའི་དེ་ནས་གཟའ་ཉི་མའི་ཆོས་འཚོགས་པའི་དེ་ནས་ཐུགས་མི་རྐང་རླུང་སར་དེ་ནས་ང་དང་རང་འདུམ་ནས་བཏང་སའི་སྐྱིན་དཀར་ཤར་ནས་བཏང་སའི་དེ་ནས་ང་དང་སྟོད་ཆེན་པོའི་གཞུང་བར་གསུམ་ལ་དེ་ནས་ང་དང་གཡུ་དེ་ནོག་གཡུ་ཚོད་ཚོད་ནང་ཁུག་ལ་ཐུག་སོང་པ་དེ་ནས་གཟའ་ཉི་མའི་ཆོས་འཚོགས་པའི་དེ་ནས་ཐུགས་མི་ལན་རྒྱས་ལ་དེ་ནས་གཟའ་འཁོར་ཆོས་གོས་འཚོགས་སའི་དེ་ནས་ང་དང་དེ་ནས་ང་ཅག་དེ་ནས་འོ་ཞོག་ནང་གཙོར་གྱུར་པའི་དེ་ནས་ང་དང་ཐུགས་མི་ཚང་མས་ཕྱོགས་ནས་ཉེ་ར་ཚང་མ་ལ་དེ་ནས་འོ་མ་འོ་འཇུག་བཀྲ་ཤིས་བཟི་ལེགས་བདུད་རྩི་ཟིན་དེ་ནས་ནང་བཞིན་ལ་དེ་ནས་ང་དང་བཟང་ས་རེད་ཡུལ་སོ་སོ་ན་དེ་ནི་ཨ་མ་ཚོགས་པ་ཡོད་དེ་རུང་ཨ་མ་ཚོགས་པས་དེ་ནི་འུར་ཆོག་ན་དེ་ནི་ཨ་མ་ཚོགས་པ་ལ་འགྱར་ཟ་དེ་ནི་ཨོ་མའང་འཇུ་དང་ཤི་ཟི་ལེགས། ལས་ཞུགས་བྱེད་ཟིན་སྐུ་ཚེ་རིང་ཞུགས་བྱེད་ཟིན་དེ་ན་ནང་ཟིན་ལ་དེ་ནི་ཚང་མས་བཟང་ཡང་ཁག་ཚན་ཅིག་ཅིག་དེ་ནི་ང་དང། དམག་མི་ཧ་ལ་ལས་དེ་ནི་ང་དང་ད་དམག་མི། སྡེ་ཁག་སོ་སོའི་ནང་ལྐུགས་ལ་དེ་ནི་དམག་མི་ཡོད་དེ་རུང་དམག་མི་སྤའོ་ཡོད་དེ་རུང་ང་དང་དེ་ནི་རྒྱ་གར་རེད་དེ་ནི་ཨ་མའི་ས་མཚམས་སུ་ཨོན་སངས་དེ་ནི། རང་ལ་དེ་ནི་ད་ཅིག་ཟེར་རིན་ད། ཧྲོག་པའི་ལ་བཙུགས་ཟེར་དེ་ང་དང་ཧྲོང་ཉོ་དེ་ནོག་ཐོག་སོང་པ་ཟ་ན་རྒྱ་གར་ཨ་མ་ཧྲོང་གཅིག་ཡོད་པས་དེ་ནས་དམག་མི་སྤའོ་ལ་འགྱ་ཟ་དེ་ནས་ཚང་ག་ཇུ་གུ་ཚོགས་སྤེ་ཕྱོགས་ནས་དེ་ནས་སྙིང་ཏོག་པ་ནས་དེ་ནས་ང་དང་ཧོས་ལ་ལགས་སུ་ལོ་སར་ལ་བཀྲ་ཤིས་བཟེད་ལེགས་གནང་དེ་ནས་ཨོ་མ་ཧོང་ཇུ་ཇུ་རྗེས་ཐང་ཉེ་པོ་ཚང་མ་ལ་སུག་སེ་རིང་ཇུ་རྗེས་ཟིན་དེ་ནང་རྫོགས་སེ་བཟང་ས་རེད་དེ་ནས་ང་དང་ད་ལུང་པའི་ལ་ནས་དེ་ནས་ང་དང་ད་དམག་མི་དེ་ནས།

ཐོ་བཟུང་པ་ས་ནི་ང་དང་ཧྲི་ཆོག་ནི་འགྲོ་ཆོ་ཆོག་ནི་འགྲོ་དེ་ནང་ནས་ད་ལོ་དེ་ནས་ང་དང་དམིགས་བསལ་ཅིག་ཅིག་གྱེས་དེ་ནང་བཟང་སྐལ་ལ་མ་དེ་ནས་སྐྱེས་ཆེན་མོ་མང་པོ་ཞིག་དེ་ནས་ང་དང་སྒྲུབ་སེ་ཐོག་ཕྱི་ངོ་སོའི་ཡར་རྒྱས་སུ་ཐོག་ནས་དེ་ནས་ང་དང་ཚང་མས་སང་མང་ཆེ་ཞིག་དེ་ནས་སྣུང་ནས་ཅི་ཟེར་ཡིན་ད་ཚང་མས་ཉིད་ལམ་བསྟན་ཡོད་དེ་ནང་ང་ལ་བཟང་སྐལ་ལས་དེ་ནང་དང་བཟང་ཚན་ཐོབ་ཆེད་དུ་དེ་ནས་ད་ལོ་ང་དང་ཚོད་ཐོབ་ཟེར་ནོག་ཏེའུ་ལ་དེ་ནས་བཟང་ས་རེད་དེ་ནས་ང་དང་ད་ཧྲི་རེད་འགྲོ་དེ་ནས་ང་དང་ཅི་ས་ན་གུ་ག་གཙུག་ཚོགས་སོགས་མི་རེ་ངོ་རེ་ཚང་མ་ལ་དེ་ནས་བཀྲ་ཤིས་བཟེད་ལེགས་གནང་དེ་ནས་དགོན་པ་རིག་གཞུ་རྒྱ་ཆེན་ཨི་ལོ་སོ་མའོ་ཀའོ་ཁྱེད་དེ་ན་དེ་ནས་ང་དང་ཡང་དེ་ནས་གཉིད་ལམ་བཟང་པོ་ཞིག། པ་ནི་ང་ཏི་པུ་ཚ་ག་ནས་དེ་ནས་ཕ་མེས་སོ་ཚང་མས་དེ་ནས་གཟིགས་ཟིན་ཡོད་པན་ཨུ་སོང་ཚང་མས་གཟིགས་ཟོད་པན་ཆོས་ཚོགས་ཨུ་སོང་སྲིད་སྐྱོང་ཨུ་སོང་ཚང་མས་གཟིགས་ཟོད་པན་དེ་ནས་ཚང་མས་གཉིད་ལམ་བཟང་པོ་ལྟ་གང་པོ་དེ་ནས་ད་ལོ་ང་དང་དེ་ནས་འགྲུབ་ཟེར་ནོག་རྒྱ་ག་ར་མས་དེ་ནས་ང་དང་མོ་དི་བཞུགས་ནས་དེ་ནས་ང་དང་ལག་ཆད་རེ་ཚུར་ལ་དེ་ནས་ང་ནི། ལོ་མང་པོ་ནས་ང་དང་གཅོད་ནུས་མཁན་བྱ་དགའ་རི་རྒྱ་ལམ་ཐུ་དེ་ནི་ཧོ་ལ་ཏོའུ་ལ་དེ་ནི་ང་དང་ཚང་མ་ཡང་སྐྱར་དེ་ནི་བཀྲ་ཤིས་བདེ་ལེགས་ཞུ་དེ་ན་ནང་བཞིན་ལ་དེ་ནི་ང་དང་ཆོས་ཕྱོགས་ཀྱི་ཐོག་ནས་དེ་ནི་མ་ད་ཅི་ཟེར་ད་དབྱར་རྒྱ་ཟ་མང་པོ་ཞིག་ང་དང་སླེབས་ན་སླེབས་བཞིན་པ་ཡོད་དེ་ནོ་དེ་ནི་ང་དང་ང་ང་མེད་དུ་ཟེར་དེ་ནི་ང་དང་ཁྲིམས་ངན་པ་ཡིན་འགྲོ་དེ་ནི་ཁྲིམས་ངན་པ་ཚང་མ་མེད་དཀའ་འགྱོ་བྱེད་ཟིན་འགྲོ་བཟང་པོ་ཚང་མ་ལྟར་བཞུགས་བྱེད་ཟིན་འགྲོ་དེ་ནང་ཁུག་ལ་དེ་ནི་མི་སྣ་མང་མང་པོ་ཞིག་གི་དེ་ནི་སོགས་པ་མང་པོ་ཞིག་གི་ཕྱག་ལ་ཟན་ཟ་དང་ཟ་བཞིན་པ་ནོ་དེ་ནི་ཚང་མ་ལ་དེ་ནི་ང་དང་ཐུགས་རྗེ་ཆེ་ནང་བཀའ་དྲིན་ཆེ་ཞུ་བྱེད་ཟིན་དེ་ནས་ཡོང་བྱེད་ཟེར་ཞུ་བྱེད་ཟིན་དེ་ནས་ཡོང་བྱེད་ཟེར་ནས་ཏུ་ཟེར་ན་ཨིན་ནང་ད་རུང་ཨིན་ནང་དེ་ནས་ང་དང་ཚང་མ་གཅིག་དྲིལ་མཛའ་དེ་དེ་ནས་ཕྱི་ངོ་སོའི་ཐབས་ཐོག་ནས་འགྲོ་ནང་དེ་ནས་ཟས་མེད་ཡར་ཡར་ཟས་ཐོག་ནས་འགྲོ་སྤྱི་ས་ནག་པོའི་ཐོག་ནས་ཚང་མ་དེ་ནས་ཉམས་རུ་མཛའ་དེ་དེ་ནས་ང་དང་ཕྱག་ལ་མཛའ་བྱེད་ཟེར་དེ་རིང་ང་དང་དམ་བཅའ་པོ་རེད་ཡང་ན་ཐོག་ཁུ་རེད་ན་ལ་ལས་དེ་ནས་ཡོང་བྱེད་ཟེར་ནས་ང་དང་བཟང་ས་རེད་བཟང་པོ་རྒྱ་སྤ་ཞིག་དེ་ནས་ཨི་ཚིམ་པོ་ཅིག་སྤུ་བསག་པོ་ཞིག་ཡོང་བྱེད་ཟེར་ཕི་ལ་ང་དང་དེ་ནས་དེ་རིང་ནས་དེ་ནས་ཕ་མ་ཡིན་འགྲོ་ཐོ་རེ་ཡོང་བྱེད་ཟེར་ནས་ཕྲུ་གུ་ཡིན་འགྲོ་ནང་ཟ།

སློབ་སྦྱོང་བརྒྱ་ལ་ན་མཉམ་པོ་དེ་ནི་ང་དང་ཤོ་པས་ཡོང་དང་བརྒྱ་ལ་ཡོང་གོ་ཞེས་བཟང་དེ་ནི་མི་བཟང་པོ་དེ་ནི་ང་དང་མིང་བཟང་པོ་ཞིག་ང་དང་ཐོབ་ཟེར་དོ་ནུབ་བཟང་སར་ཆོས་ཞུགས་ལས་དེ་དེ་ནི་བཟང་སར་ཆོས་ཞུགས་ལས་ཡོད་ཀ་ནས་དེ་བཟང་སར་ཆོས་ཞུགས་ལས་ཡོད་ཀ་ནས་བཟང་ན་ཡོད་ཀ་ནས་འདི་སྲིད་ན་ཡོད་ཀ་ནས་དེ་ནི་མི་ཚང་མ་མི་སེར་ཚང་མ Citizen ཚང་མ་མ་དེ་ནི Spouse དག་པོ་ནང་དེ་ནི་བཟང་པོ་ནང་བརྒྱ་ལ་ཡོང་གོ་ཞེས་མ་ཁག་ཚན་ནི་བརྒྱ་ག་ལ་དོ་རེད་ང་དང་དབང་པོ་ལྡང་ནས་འགྲོ་སྨིན་ན་དཀའ་ཟུག་ཞིག་ལྡང་ནས་ནང་བསྟན་ཚང་མ་བཟང་པོ་ཡོང་ན་རང་གཞིས་ནས་དེ་ནས་ང་ཏང་ཡོངས་ཚོས་དེ་ནས District པོ་ཡང་ན་དེ་ནས་རྫོང་པོ་མ་དེ་ནས་རྒྱ་བཟའ་ཡོང་ཚེ་ནོག་བཟང་པོ་ཡོང་ཚེ་ཟེར་ནོག་ཨ་ལ་སྤེ་ལྷན་ཅིག་ཅན་ཅིག་ཐོག་སོང་པ་དེ་ནས་ང་ཏང་དེ་ནས་རིག་གཞུང་བཟང་པོ་ཞིག་རང་ལ་ཡོད་དེ་ནོག་ཤེས་རིག་བཟང་པོ་ཞིག་རང་ལ་ཡོད་དེ་ནོག་སྐད་ཡིག་བཟང་པོ་ཞིག་རང་ལ་ཡོད་དེ་ནོག་དེ་ཚང་མ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་མཛད་དེ་དེ་ནས་ཚང་མ་གཅིག་རོགས་སམ་གཉིས་རོགས་བརྒྱད་གཉིས་རོགས་སམ་གསུམ་རོགས་བརྒྱད་ཟེར་ཏེ་དེ་ནི་ང་དང་གོང་འཕེལ་ལ་ཁྱད་བཤད་ཟེར་དེ་ནི་ང་དང་དེ་ནི་དམ་བཅའ་བོ་རེད་དོ་གསུངས་པ་ཚང་ན་ཡང་སྐར་གཉིས་བཟའ་ཚང་མ་ལ་དེ་ནི་ང་དང་དེ་ནི་ལ་དྭགས་སེ་ལོ་སར་ནང་དེ་ནི་ང་དང་དང་ཕྱི་ལུགས་སེ་ཡང་ན Happy New Year དེ་ནི་བཞུ་བྱས་ཟིན་དེ་ནི་འབུ་ཚར་ག་ནི་ལོ་དང་མི་མང་པོ་ཞིག་བཞུ་ནོ་དང་ལོ་ངན་རྒྱབ་ལ་བསྐྱུར་ཏེ་ཟེར་ནི་ཧ་ལ་ལོ་ངན་ཡོང་ས་ལོ་བཟང་ཡོང་ཟེར་གང་པོ་ང་དང་ཚང་མ་རང་རང་ཐུགས་རྗེ་ཟིན་ནོ་དོ་གསུངས་པ་ཚང་ན་ཨི་ལོ་ངན་པ་ཡོད་ན་ད་རུང་དེ་ནི་ཨི་ལོ་ཡོང་ཚེ་དེ་ནི་ལོ་ང་དང་བཟང་པོ་བསྒྱུར་བྱས་ཟེར་ང་དང་ཐབས་གླིང་སྤྱི་ཆོས་ན་ལ་ལོ་ད་བཟང་ས་རེ་ཐོག་པ་ཡིན་ན་ལོ་ངན་པ་ཞིག་མ་ནས་མ་སོང་ས་མ་རག་བྱས་ཟེར་ན་ང་ད་དེ་རེ་བྱ་ད་རེ་རྒྱ་ལམ་དུ་དེ་ནས་རྫོགས་ས་དེ་ནས་ང་ད་ཅི་ཟེར་ད་དེ་ནས་ང་ད་བཟང་ཐོག་པ་ལ་ལས་དོ་རྫོགས་ས་དེ་ནས་ལ་སང་ཆེན་མོ་མ་མང་པོ་ཞིག་དེ་ནས་ང་ད་འགྲུབ་ས་དོ་ནོག་དེ་ནས་ང་ད་འབོ་ཏི་ཡར་རྒྱ་སི་ཕྱ་རྒྱལ་ཁམས་མང་པོ་དེ་ནས་ང་ད་ཐོག་པ་ལ་ལས་དོ་གསུངས་པ་སང་ན་དེ་ནས་མ་ངན་པ་ཞིག་དེ་ནས་མི་རུག་ས་མ་རག་ག་ལ་དོ་གསུངས་པ་སང་ན་དེ་ནས་ང་ད་ཆོས་ཆོས་བ་ཐོག་མི། དེ་ནས་མི་མང་པོས་ནང་ཁུག་ལ་དེ་ནས་ང་དང་ད་ཁྲིམས་བཟང་པོ་དེ་ནས་ལྟ་རིན་ཡོད་དེ་ནས་ལམ་ལུགས་བཟང་པོ་ལྟ་རིན་འདུག་ག་ལ་ལས་ཨི་ལོ་ང་དང་བུ་ཚ་སྐམ་པས་ན་ལྟོས་གསུངས་པ་བསམ་ན་དེ་ནས་ཨི་ལོ་བཟང་པོ་བཟང་པོ་ཞིག་ཡོང་ས་ལ་དེ་བཟང་པོ་ད་རུང་ཡིན་ན་ཡོང་ཚད་ཅང་ནས་ལོས་ན་བཟང་པོ་ལྷན་རྒྱས་སུ་ཁེལ་ལ་ང་དང་ཚང་མ་མཉམ་རུབ་བྱ་སྟེ་དེ་ནས་ཕྱག་ལ་བཟའ་དགོས་ཞེས་སོགས་དེ་ནས་མ་ཁག་ཅང་ནས་རྒྱག་ས་མ་ར་ག་ལ་ལྟོས་གསུངས་པས་དེ་ནས་ང་དང་ད་ཅི་ང་ལ་བཞུགས་ས་ནས་དེ་ནས་ཚོགས་སྡེ་ག་ཡིན་འགྲོ་ཤེས་སྡེ་ག་ཡིན་འགྲོ་དེ་ནས། ཡུལ་འདི་ག་ཡིན་འགྲོ་མཚམས་པས་དེ་ནས་མི་ཚང་མ་ཁྱེར་དེ་ནས་དེ་ནས་ང་དང་ལུས་ལ་ན་ཚ་མེད་པ་ལ་དེ་ནས་ངག་ལ་སྐྱོན་མེད་པ་ལ་དེ་ནས་ཡིད་ལ་སྡུག་བསྔལ་མེད་པ་ལ་ཚང་མ་དེ་ནས་ནར་མའི་ཚེ་རིང་ཡོང་ཆེད་བསམ་སྙམ་པོ་དེ་ནས་བྱ་བ་ལམ་འགྲོ་ཡོང་ཆེད། དེ་ནས་ཡོང་ཆེད་དེ་ནས་ལོའི་ནང་ཁུག་ལ་དེ་རིང་ང་དང་དེ་ནས་གཏམ་བཞག་ཅིག་འབོར་བ་ཞིག་སོང་ང་ཁག་ཅག་ནས་རྒྱ་གར་ལ་ལས་གཏམ་བཞག་དེ་ནས་ང་དང་མི་བཟང་པོ་རྒྱུ་བྱེད་སའི་གཏམ་བཞག་དེ་ནས་སློབ་སྦྱོང་བཟང་པོ་རྒྱུ་བྱེད་སའི་གཏམ་བཞག་དེ་རིང་ང་དང་དེ་ནས་སྤྱི་ཚོགས་ཚོའི་ནང་ཁུག་ལ་ཡང། ཁྲིམས་ངན་པ་དེ་ག་ང་དང་ནང་པའི་སྤྱི་ཚོགས་ན་མ་མཐུན་ག་ནས་ཁྲིམས་ངན་པ་མང་པོ་ཞིག་དེ་ནས་ད་རེ་ཉོ་དེ་ནོག་དེ་ནས་ང་དང་ཤ་ཆང་དེ་ནས་ད་རེ་ཉོ་ན་དེ་ཚང་མ་མེད་ཀན་འཇོག་པ་ཞིག་ཡང་ཁྲིམས་ངན་པ་རིག་ཡོད་ན་དེ་ཚང་མ་མེད་ཀན་འཇོག་བོ་ཞིག་དེ་ཚང་མས་ཐུགས་བསམ་རྒྱ་ཆེན་མོ་བསལ་བོ་ཞིག་ཡར་ཧ་ལ་འདི་རིང་ན་ཐོ་རེ་སྤེ་ར་ཞིག་མ་ང་དང་དེ་ནས་བཞལ་ཐ་ཞིག་མ་ས་ལ་ཡོང་ཅེ་ཅ་ནས་དེ་ནས་མི་ཐོག་ནས་མི་ཐོག་ང་དང་དེ་ནས་བཟང་སར་ཆོས་ཟུར་བོ་ལུས་བཤད་སའི

དེ་ནས་ལོ་གསུམ་མ་ཏྲ་ཤི་ཛ་ལེགས་ནང་དེ་ནས་ཨོ་མ་ཧུ་ཇུ་ཇུ་རྗེ་བཙུན་དེ་ནང་ནང་བཞིན་ལ་དེ་ནས་དགེ་བའི་བཤེས་གཉེན་ཆེན་པོ་དེ་ནས་དགེ་བཤེས་ས་དེ་ནས་བློ་བཟང་ཚེ་དང་སྤ་བཟང་པོ་མཆོག་དེ་ནས་ང་དང་འདྲ་སོང་མགོ་མང་དེ་ནས་དགེ་བཤེས་ས་མ་ཁ་སྤང་བཞུགས་ཟེར་ནས་ཁོང་ལ་དེ་ནས་ཟངས་དཀར་ཆོས་སྐུ་ཚོགས་སའི་ཕྱོགས་ནས་དེ་ནས་ཨོ་མ་ཧུ་ཇུ་ཏྲ་ཤི་ཛ་ལེགས་རྒྱན་ལས་ཇུ་རྗེ་བཙུན་དེ་ནང་ནང་བཞིན་ལ་དེ་ནས་རྒྱན་ཡེ་ཤེས་རྒྱལ་མཚན་མཆོག་ཧ་ལ་ལས་དེ་ནས་ཨེ་ན་ཟུག་སའི་མགོ་ང་དང་དེ་ནས། འདྲ་སོང་དགོས་མང་དེ་ནས་མ་ནི་བཞུགས་ས་ནུབ་ཡན་ལས་དེ་ནས་མ་ཨོ་བརྒྱལ་མང་པོ་རྣམས་སད་དེ་ནང་དང་བཟང་ས་རེད་ཡུལ་ལི་འགྲོ་སློབ་གྲྭ་དེ་ཚང་མས་ན་སྐྱོ་དེ་དེ་ནས་རྒྱ་ནས་ག་སློབ་སལ་ཆེ་སླ་མ་དེ་ནས་དེ་ནས་ག་དྲིན་ཡོད་དེ་བས་རྒྱན་ལས་དེ་ནས་ཨོ་མ་ཨོ་མཇུག་བཀྲ་ཤིས་བཟི་ལེགས་ཐལ་བཞུགས་སྐྱེས་ཆེན་བསྟན་ན་ནང་བཞིན་ལ་དེ་ནས་རྒྱལ་བའི་བཤེས་གཉེན་ཆེན་པོ་རྒྱན་སློབ་བཟང་ཡོངས་དང་བཟང་པོ་མཆོག་དེ་ནས་རྒྱན་ལས་ཡང་འདྲ་སོང་དེ་ནས་མ་དང་དགོས་མང་ནི་བཞུགས་ས་ནུབ། རྒྱན་ལས་དེ་ནས་ཟངས་དཀར་ཆུ་ཁོལ་ཚོགས་སྤ་དང་དེ་ནས་ཟངས་དཀར་རི། མི་མང་ཡོང་སའི་ཚབ་བྱུགས་སའི་དེ་ནས་རྒྱན་ལས་དེ་ནས་འོ་མ་འོམ་ཆུ་ན་དེ་ནས་ལོ་སོ་མ་ལ་བཀྲ་ཤིས་ཟེར་ལེགས་གནང། དེ་ནས་དར་བྷི་ན་བསམ་གྲགས་དང་འགྲོ་བའི་དོན་ལ་སོ་ཚིས་རིང་འཇགས་སི་བྷི་ཡ་དེ་ནས་ང་བཞི་སོ་བ་སྨོན་ལམ་ཡང་ནས་ཡང་དུ་བཏབ་བྱས་ཟིན་དེ་ན་ནང་བཞིན་ལ་དེ་ནས་དགེ་བའི་བཤེས་གཉེན་ཆེན་པོ་དེ་ནས་ང་དང་ད་ཞིར་མིང་བདག་ས་དམངས་ཆས་བཞུགས་ས་ན་བྷ་ལ་ཟངས་དཀར་དགེ་བཤེས་སུ་དེ་ནས་རྒྱན་ལས།

དུང་རི་དེ་ནས་བཞེངས། ཚེ་རིང་བཀྲ་ཤིས་ལས་དེ་ནས་ཁོང་དེ་ནས་ཟངས་དཀར་ཆུ་ཁོལ་སོགས་སུ་ཕྱིན། བྷི་ཡ་དེ་ནས་རྨ་དེ་ནས་ལམ་སྟོན་ས་ལ་ཡིན་འགྲོ་དེ་ནས་བཞག་ཡང་སློབ་གྲྭ་ཁ་ཁ་བཞུགས་སའི་ཁྱད་ཆོས་ཟིན་འགྲོ་དེ་ནས་ཡུལ་ཁ་ཁ་བཞུགས་སའི་ཁྱད་ཆོས་ཟིན་འགྲོ་ཡན་ལ་བཞེངས་ལས་དེ་ནས་ད་མི་མང་ས་ཡང་ལམ་སྟོན་རྒྱ་ལ་ས་ཆེ་ས་རྨ་དེ་ནས་བཞག། དེ་ནས་བཀའ་དྲིན་ཡོད་དོ་གསུངས་པ་སངས་ན་ཨི་ཁ་དོག་བཞུགས་ས་ནས་དགེ་བའི་བཤེས་གཉེན་ལ་འགྱེལ་སངས་མི་མི་ཁ་སོང་ལ་འགྱེལ་ས་དེ་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ་ད་རུང་བརྩམས་ཤིག་དེ་ནས་བཞག་དེ་ནས་ད་ལོ་སོ་མ་ལ་བཀྲ་ཤིས་ཟེར་ལེགས་ཞུས་བྱས་དེ་ནས། ལུས་ཟོས་ན། ལོ་གསུམ་མ་ལ་བཀྲ་ཤིས་བཟི་ལེགས་ཞུས་བྱས་ཟེར་ནས་ལུས་ཟོས་ན་དེ་ནས་ལག་པ་ཕྱག་པ་ཅི་ཞིག་ནོར་བ་འཁྲུལ་བ་ཅི་ཞིག་ཤི་ཁར་དོད་ན་དེ་ནས་སོང་དོད་ན་དེ་ཚང་མ་ལ་དགོངས་པ་ཟ་ཞུས་བྱས་ཟིན་དེ་ནས་ཡོངས་རྗེས་ཆགས་ནས་དེ་ནས་ང་དང། ལོ་བུ་ཁྱེད་དེ་ན་དེ་ནས་ལོ་མ་དེ་ནས། ཅི་ཟེར་རན་ད། བཟང་པོ་ཞིག་ཡོང་བྱས་ཟེར་དེ་ནས་རེ་བ་ན་ཉིན་མོ་ལམ་ལ་ཉམས་པོ་དེ་ནས་ཚང་མ། ད། ལོ་བརྒྱ་འཚོ་ཟེར་དེ་ནས་སྟོང་བརྒྱ་ཐོངས་ཚེ་དེ་ནས་ང་དང་བཟང་ས་རེད་དེ་ནས་གཞུང་འབྲེལ་ལས་དེ་ནས་ཨེས་ལྗི་ཨེན་གཙོར་གྱུར་པའི་ཨེ་ལྡི་ཨོ་ཡང་ན་ཧ་ལ་ལས Area Development Officer དེ་ནས་གཙོར་གྱུར་པའི་དེ་ནས་གཞུང་འབྲེལ་ལས་ནང་བཀུག་ལ་ཕྱག་ལ་བཟའ་དེ་དགའ་ནས་དེ་ནས་ང་དང་སྤུན་པོ་ལན་རྒྱས་དང་དེ་ནས་ཅི་ཟེར་ལ་ཆད་པ་ལན་རྒྱས་ཟ་དེ་ནས་ང་དང་ལོ་གསུམ་མ་ལ་དེ་ནས་དེ་ནས་ང་དང New Year ལ་དེ་ནས་ཨོ་མང་ཇུ་ན་བཀྲ་ཤིས་ཟེར་ལེགས་དང་སྐུ་ཚེ་རིང་བཞུགས་ཅེས་ཟེར་དེ་ན་རྫོགས་ཟེར་དེ་ནས་ང་དང་ད།

དེ་ནས་ཧྲུང་སྐྱོབ་པའི་ནོ་ག་ལ་ལྟོས་ཚང་མའི་ནང་སྒོ་ལ་ཆག་ལ་རྫ་དེ་ནས་བཀལ་ནས་དེ་ནས་མི་སྣ་ཚང་མ་ལ་དེ་ནས་ཟངས་ཀར་ཆུ་གུར་ཚོགས་གསོལ་ཆོག་མི་ཉིང་རྟག་པ་ནས་དེ་ནས་ལོ་སོ་མ་ལ་བཀྲ་ཤིས་བདེ་ལེགས་གནང་དེ་ནས་ད་འབུམ་པ་རིགས་བཞུགས་བཅས་ཟིན་ཡང་ཡོང་བཅས་བྱས་ནས་ལོ་ང་དང་ཚང་མས་ཕིས་ལ་དེ་ནས་མ་བཟང་པོ་ཞིག་ཡོང་བཅས་སེ་དེ་ནས་ང་དང་སྤོབས་པ་བཞུ་ན་ལ་དེ་ནས་ང་དང་མིག་སལ་དུ་དེ་ནས་ཟངས་ཀར་ཆུ་གུར་ཚོགས་གསོལ་ཆོག་མི་ཡང་སྐར་དེ་ནས་ཟངས་སྐར་ལིན་འགྲོ་ཟངས་སྐར་ནས་ཕི་ལོ་ག་ཡིན་འགྲོ་དེ་ནས་ང་དང་ན་སོ་ལ་ཤོ་དེ་ག་ཚང་མ་ལ་དེ་ནས་ལོ་སོ་མ་ལ་དེ་ནས་བཀྲ་ཤིས་བདེ་ལེགས་བཞུགས་བཅས་ཟིན་ལོ་བྱུང་རྫ་དེ་ནས་བཀལ་ནས་ནོ་ནོ་མོ་ཚང་མ་ལ།

དབང་པོ་བཟང་པོས་སང་བཟང་པོ་འགྱུར་ཤེས་སེ་དེ་ནས་རེ་བ་བཞིན་སྨོན་ལམ་བཞིན་ཡིད་ཆེས་བཞིན་ཡང་སྐྱར་དེ་ནས་ཚང་མ་ལ་དེ་ནས། ལོ་སོ་མ་བཀྲ་ཤིས་བདེ་ལེགས་འོ་མ་འང་འཇུག་བཀྲ་ཤིས་འོམ་བཀྲ་ཤིས་པར་གྱུར་ཅིག་བཀྲ་ཤིས་བདེ་ལེགས་གྲངས་མེད་དང་ལྡན་པར་གྱུར་ཅིག་ཞུ་རྗེས་དང་མཉམ་པོ་དེ་ནས་ཉིན་བདེ་ལེགས་མཚན་བདེ་ལེགས་ཉིན་མོ་བདེ་ལེགས་མཚན་བདེ་ལེགས་ཉི་མའི་མགོ་ཡང་བདེ་ལེགས་ཤིང་ཉིན་མཚན་གསར་དུ་བདེ་ལེགས་པའི་སྐྱབས་གནས་དཀོན་མཆོག་གསུམ་གྱི་བཀྲ་ཤིས་ཤོག་ཞུ་སའི་དེ་ནས་སངས་རྒྱས་ཀྱི་བསམ་པ། དེ་ནས་ཡུན་རིང་དུ་གནས་ཤེས་དེ་ནས་དགོན་པ་ཚང་མའི་ནང་བཀུག་ལ་དེ་ནས་ང་དང་དགེ་འདུན་ནས་བདེ་འཕེལ་ཤེས་ཡུལ་ཚང་མའི་ནང་བཀུག་ལ་དེ་ནས་ཆོས་སྤྱིན་བཟང་པོ་དར་ཤེས་སེ་དེ་ནས། མོ་ལམ། དེ་ནས་བཞུན། དེ་ནས་དེ་རིང་ང་དང། དེ་ནས་ལོ་སོ་མ་ཡིན་ནོ་ག་ལ་ལོ་སོ་མ་སོང་པ་སང་ནས་ལོ་སོ་མའི་ནང་ཁུག་ལ་ཚང་མས་མི་རེ་རེས་དེ་ནས་ང་དང་གཏམ་བཞག་རིགས་འབོར་བོ་ཞེས་འོ་མ་ཁག་ཚན་ནས་འགྱག་གཏམ་བཞག་འབོར་ཏེ་དེ་ནས་ན་ང་དང་དེ་ནས་ངན་པ་རིགས་མཛའ་དུ་ན་དེ་ངན་པ་ཁྱེད་དང་ན་དེ་ནས་མི་མ་མཛའ་བས་ལ་མི་ཅོ་བསམ་སེ་དེ་ནས་ང་དང་ཡོངས་བྱེད་བྱང་བུ་དེ་ནས་བཟང་པོ་མཛའ་བྱས་སེ་དེ་ནས་ཚང་མས་རེ་བ་བཞིན་ཧ་ལ་དེ་ན་ནང་བཞིན་ལ་དེ་ནས་ང་དང། ཅི་ཟེར་ན་ད། ང་དང་ཁྲིམས། ངན་ཚང་མ་དེ་ནས། ལྟར་མ་བཞུགས་ལ་དེ་ནས་ང་དང་ཁྲིམས་བཟང་པོ་ཚང་མ་ལྟར་འོ་ཤེས་དེ་ནང་ནས་དེ་ནས་ཚོགས་གཅིག་གཅིག་མདང་དེ་རིང་གི་དེ་ནས་ཁྲོ་བོ་ཚང་མའི་ནང་བཀུག་ལ་ང་དང་དེ་ནས་རིག་གཞུང་གི་དམག་དམ་པོ་ཡང་ན་ཤེས་རིག་གི་དམག་དམ་པོ་པོ་ཏི་སྐད་ཐིག་དེ་ནས་ཚང་མས་ཁྱེང་འོ་ཤེས་དང་ལགས་འོ་ཤེས་བོ་མ་ཁག་ཚན་ནས་ཡང་མདང་དེ་རིང་དེ་ནས་ཕ་མ་མང་པོ་ཞིག་གི་ཡང་ང་དང་ཡུལ་སོ་སོ་བ་དེ་ནས་བཀལ་ཏེ་དེ་ནས་ཁྲོ་བོ་ལ་རང་ཁྲོ་བོ་ལ་དེ་ནས་པོ་ཏི་མ་ཤེས་སྐད་ཡོད་ན་དེ་ཚང་མ་དེ་ནས་བཀའ་གཟུགས་ཤིག་མཛད་དེ་ང་དང་ཐག་རྒྱ་མོ་མཛད་དེ་དེ་ནས་ལགས་འོ་ཤེས་བོ་ཁྲིག་འོ་ཤེས་བོ་མ་ཁག་ཚན་ནས་ཀྱང་དེ་རིང་ང་ཅག་བཟང་དཀར་ཆོས་སྐུ་ཚོགས་པ་དེ་ནས་བཀའ་རུ་ཆ་ཡོད་ནང་དེ་ནས་ཚང་མས། མ་རྒྱབ་ཤོར་དེ་ནས་རྒྱ་ལ་ས་ལོད་འདིར་ང་དང་ཡུལ་ཡུལ་ཚང་མའི་ནང་ཁུག་ལ་གཟའ་ཉི་མའི་ཆུ་ཚོགས་རྒྱས་སྤར་ཚོགས་སོད་དེ་ནས་ང་དང་ཆོས་ཚེ་འགྲོ་གླིང་རྒྱ་ལ་ཆ་ཡོད་ར་ལ་ལས་དེ་ནས་འདི་རིང་ང་དང་སྤྱི་ཚོགས་སོད་ནང་ཁུག་ལ་ཤ་ཉོན་ཆན་ཡོད་ཆང་ཉོན་ཆན་ཡོད་ཏོ་དེ་ནས་འདི་རིང་ང་དང་དེ་ནས་ནང་པ་ཡག་རྒྱ་སོང་པས་དེ་ནས་སྟག་སྟེམ་འབྲེལ་མ་བཟང་པོ་བཞིན་ནོ་ཏོ་སོང་པ་དེ་ནས་ང་དང་ཆར་ཆུ་དུག་སུ་བབ་ཅེས་བློ་ཐུག་སྟག་ཐུག་རྒྱ་ཆེ་དེ་ནས་ཚང་མ་ང་དང་དེ་ནས་ནང་པ་ཡིན་འགྲོ་དེ་ནས་ཕྱི་པ་ཡིན་འགྲོ་ཚང་མ་གཅིག་སྒྲིལ་བཞུགས་ཤེས་དེ་ནས་གཅིག་སྒྲིལ་ཡོད་ན། ང་དང་ཚང་མ་ཕྱི་ངོ་སོས་ཡར་རྒྱ་ཟིན་འགྲོ་ནང་སོས་ནས་ཡར་རྒྱ་ཟིན་འགྲོ་དེ་ཚང་མ་ཡོང་ཚེ་ཟླ་མ་ཕན་ཐོགས་སོ་ཡོང་ཚེ་སྣུབ་ཐོགས་གསུངས་པ་ཡང་ཤར་དེ་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་བཞུན་ལག་པ་ཆད་པ་མམ་དོན་གྱི་ཡིག་གཟུངས་བཏོན་ན་དེ་ནས་སྙིང་ཐག་པ་ནས་དེ་ནས་ཕྱག་སྲོལ་རྣམས་ཡང་ཤར་དེ་ནས་བཟང་ཁ་ཆོས་གོས་ཚོགས་སྲོལ་ང་བཞག་ཡིན་ན་ཚོགས་སྲོལ་ནང་ཁུག་ལ་དེ་ནས་ཕྱག་ལ་ཟ་ནས་ཉོ་ཐོན་ནས་ང་རང་དེ་ནས་ད་ཐུགས་མི་ལ་འགྱ་ཟ་སྙིང་ཐག་པ་ནས་ཐུགས་རྗེ་ཆེ་བཞིན་ཁོང།

སེམས་ཤུགས་མ་ཆགས་ས་ལ་དེ་ནས་ཆགས་ལ་སེམས་འཚབ་དགོས་ཤོག་སོ། ང་དང་དེ་ནས་མང་ས་པའི་ཡུལ་འཛིན་ནུས་ནུས་པའི་དམག་ས་དེ་ནས་ཁག་ཆགས་འདུག་ས་མ་ར་ག་ལ་དེ་རིང་དེ་ནས་ང་དང་ཚང་མས་མ་བཅོས་ན་དེ་ནས་ཐོ་རེ་ང་དང་འགྱོད་དེ་དེ་ནས་ཕན་ཆ་ཞིག་མེད་དེ་ནོག་ཏོག་གསུངས་པ་དེ་ནས་ཡང་སྐྱར་ཚང་མ་ལ་དེ་ནས་ཐུགས་རྗེ་ཆེ་ཞུན་བཀའ་དྲིན་ཆེ་ཞུན་ཡང་སྐྱར་ཚང་མ་སྐུ་ཚེ་རིང་ཞིག་བཀྲ་ཤིས་ཤིག་རྒྱུ་ལ་ཞིག་དགའ་བའི་སེམས་འདྲ་ལེགས་ཤིག་སྐྱིད་པའི་ཉི་མ་ཤས་ཤིག་ལོ་བརྒྱ་འཚོ་ཞིག་སྟོང་བརྒྱ་ཐོངས་ཤིག་དེ་ནས་ང་དང་ད་ཆོས་སེ་དེ་ནས་ང་དང་བསམ་པ་ཅིས་བརྗོད་ན་ཟམ་གདོང་འཆོར་བཞིན་འདུག་པས་དེ་ནས་བཀྲ་ཤིས་ཤོག་བཞུགས་ཅེས་བསམ་སྙམ་པོ་ཡང་སྐར་ཚང་མ་ལ་ཐུགས་རྗེ་ཆེ་བཀའ་དྲིན་ཆེ་འཇུ་ལེ་འཇུ་ལེ།